ད་ཚོགས་དྲུང་ནས་བྱུང་བ་མ་ལ་ཞེ་ལོག་པ། ད་ལྟ་ལོག་གི་ཟླ་བ་གཉིས་བ་གི་ཚེས་བཅོ་ལྔ་གི་ཉིན་ཁུར། ད་ཚོགས་དྲུང་ནས་བྱུང་བ་མ་ལ་ཞེ་ལོག་པ་སོང་ནས་བྱུང་ནས་བཞག་པའི་བཅུ། ལྕགས་ཚེས་གཉིས་ནས་ཡར་ཡོང་འདི་ད་སོགས།

དེ་ང་ནང་ཆེ་ན་ཡ་ར་འཛིན་བཟུང་བྱས་དེའི་སྐབས་ཐོག་དེ་ངའི་ཁ་ཤེ་ར་ཁུར་ནས་བྱུང་བ་འདི་ཅི་རེད་ད་མ་ར་དེ་དེའི་ད་གཟོག་ཐ་ན་ཨ་ནེ་ཟིག་ཐ་ན་འདུག་ཨ་ནེ་དེ་ཨ་ནེ་ཨ་ནེ་ཟེར་ལེ་ཐོག་མ་ཆ་རྩེ་བ་དེ་ཟིན་ནས་ཨ་ནེ་ཁུ་ཤི་ར་འདི་བྱས་མ་ཤི་བལྟས་སོང་ད་ནས་ད་ང་དེའི་ནང་མོ་ཏྲ་ནང་བཞག་མོ་ཏྲ་ནང་བཞག་ནས་ལོག་པ་ལྕགས་བརྒྱབ་ནས་ད་ནས་མགོ་ཁུག་མ་ནག་ཁོག་ཟིག་གོན་བཏང་ནས་མ་ར་ནི་ནས་བྱུང་བས་ང་དཀའ་བོའི་ཚད་ནས་ད་ནས་བྱུང་བ་འདི་ཅི་ད་བཟུང་ནས་ད་ད་ག་སོང་ནས་བྱུང་བ་ཉེན་རྟོག་པ་གི་འདུག་ས་གི་རྟགས་ཀ་ད་ན་ཧུའུ་ཅིང་གི་སྤྲོ་བསྡད་སོགས་ཟེར་བ་ནོར་དུས་ནང་ང་ཆེད་ནས་སོང་ནས་ད་ལོ་བཀའ་ཟུར་ཐོག་ཚོགས་ཐམས་ཅད་པོ་ལྕགས་བརྒྱབ་ནས་ད་ནི་ཁུག་མ་བླངས་སྟངས་ནས་འདི་གི་ཚང་མ་ལོག་ནས་ལོག་ནས་བྱུང་བས་ད་ཁ་པར་དྲ་ད་ནས་བྱུང་བ་འདི་ཅག་གི་སྒོར་ཁུག་ར་ཁུག་མ་ཚང་མ་ཐམས་ཅད་པོ་ཁུ་ཟུར་ནང་གི་བླངས་དེ་ལས་བྱུང་བ་འདི་ཅག་གི་ད་ད་ནས་བྱུང་བ་ཨོང་ལྕགས་ནང་ཟུག་གི་ལ་ཁ་བཞག་ནས་ལྟ་ག་གི་ནི་ཞེས་བདམས་ནས་དེ་ལས་ད་ད་ད་ནས་བཞག་དེ་དུས་ད་གཟོད་ད་སྐབས་ཐོག་དེ་ད་ནས་དམག་ཟིག་དམག་མི་ཆུང་ཆུང་ཟིག་གི་ང་ལ་ཁ་འདི་ཞེས་ཝུའུ་ཚལ་ནས་བྱུང་བ་ཁྲུང་ཧྥིན་ཆང་ཟིག་ཚལ་ནས་འདི་ནས་བྱུང་བ་འདི་ཅག་གི་ལ་པ་ཚལ་ནས་བྱུང་བ་འདི་ཅག་གི་ད་ཆུ་ཟིག་རིན་ན་རྒྱ་སྐད་གི

དུ་ཟེར་དུས་ད་སོ་ད་ངག་ཞིག་ངོ་མ་གི་ངང་མགོ་འུར་ཚ་ནས་བསྡད་ཅིག་ང་ཙི་གི་ཟ་ཅིག་མ་སོང་ར་ཏྲ་ར་ར། ངོ་མ་གི་ཁོ་ཚོ་ཅིག་རྒྱལ་ཁབ་གི་གི་གི་གི་ཉེན་རྟོག་པ་ཞིག་ཡིན་པའི་ཆ་ནས་དམག་ཞིག་ཡིན་པའི་ཆ་ནས་རྒྱལ་ཁབ་གི་ཁྲིམས་འཛིན་གི་ལས་ཁུངས་གི་གི་གི་མི་ཟིག་ཡིན་པའི་ཆ་ནས་ང་རང་ཁྱེད་ཀྱི་འུས་སངས་ཟིག་གི་མགོ་ཐ་ར་འུར་ཚ་ནས་བྱུང་བསྡད་ཅིག་ད་སྐད་ཆ་འདི་བཤད་ཐུབ་དུས་ད་སོ་ད་ངག་ཞིག་གི་སེམས་གི་གཏིང་ནས་བྱུང་བསྡད་ཅིག་ད་སྙིང་དུ་གེ་མ་གཉིས་ཡེ་ཏོ་ནི་གི་གཏི་མུག་གི་སྡུག་བསྔལ་ཟིག་ད་སྐྱེས་ཡོང་གི། ངོ་མ་གི་མི་རིགས་ཆེད་ཟིག་གི་ཆུང་ཆུང་ཟིག་གི་ལ་ཀ་ཐུབ་ཚོད་ཡི་གུ་ནོ་ར་དྲག་ནོ་ཡི་གུ་ནོ་ར་རྒྱལ་ཁབ་ཆེད་ཟིག་གི་ཟུང་ཟིག་གི་མི་རིགས་གི་ཉོམ་ཆུང་ཟིག་གི་ལ་ཀ་འདི་མོ་གི་ལག་སྐྱ་འདི་ཁྱད་དུ་ལེ་གོ་དེ་ད་སོག་གི་ཟུང་ནི་ད་ངོ་མ་གི་ཆུང་ས་ན་འདི་མོ་ཆུང་ཆུང་ལེ་གོ་ནི་ར་ཆེ་སོག་ན་ད་བོ་མི་ང་ཟིག་ལེ་ནི་ཡོང་གོ་གྱི་རེད། ང་ཚོ་བོ་པ་གི་ནི་ད་སོག་ཟུང་ནི་ཆུང་བ་མར་སོ་ཡི་གུ་ནོ་ར་དྲག་ནོ་ཡི་གུ་ནོ་ར་དྲ་ལ་ཀ་ལག་སྐྱ་གུ་ནི་ད་བོ་འདི་མོ་གི་ག་ཅ་བྱེད་ཐུབ་ནོ་འདི་ད་ང་ངོ་ནི་གི་ཧང་སང་སོང། ཅིག་སྟེ། གཉིས་ན་སོང་ནས་བྱུང་བ་དེ་བཞག་གི་ང་ཚོ་བོད་པ་གི་མི་དག་ཚོ་སོང་ནས་གསེར་བཏང་ནས་བྱུང་བ་དེ་བཞག་གི་སོང་བའི་མ་ར་ཡིག་དག་ན་རྡོག་པོ་ཡོད་ནི་མ་རེད་རེད། འོ་སོང་ནས་བྱུང་བ་ཅང་གི་ཤི་ནི་མ་རེད་རེད། འདི་གི་སྒོ་ཁ་གི་སྟེང་གི་ཏིལ་འབྲུ་གི་ཕྱི་ར་ཕག་ཏུ་ཟོག་གི་སྣང་བ་ར་མ་བཞག་ག་དེ་ཉིད་ཀྱིས་སོང་ནས་ཏུ་ཟོག་གསེར་བཏང་ན་ར་སོང་ནས་རྡོག་པོ་ཡོད་གི་ར་ང་ཚོ་རང་གི་མི་སོང་ནས་གསེར་བཏང་ན་ག་རེ་རྡོག་པོ་མེད་ནི་ད། རྡོག་པོ་རྒྱག་ཆོག་ག་མ་རེད་ད་འོ་སོང་ནས་ཀྱང་ག་ཧ་གོ་གི་མ་རེད་ཟེར་དུས་ད་སོ་གི་རེད་ད་ངོ་ནས་དྲང་ནས་གི་ཅིག་ཀི་ཀི་ཀི་ད་མི་རིགས་དང་མི་རིགས་དེར་འདྲ་མཉམ་མིན་ནོ་གི་ལྟ་ཚུལ་ཙི་ད་ནག་ཤི་དངོས་གནས་ཅིག་མཐོང་སོང། དུས་གང་ཐོག་དེ་ཡི་ན་ར་ད་ག་ཅག་མང་བོ་ཅིག་བྲིས་ད་ག་ཅག་མང་བོ་འདྲི་དུས་ད་སོ་རི་བཀྲ་ར་ར་ང་ག་ཅག་ཅིག་ཕྱི་ཟིར་བྲིས་སོང་ཟེར་ན། ཨ། ད་ཁྱོད་ད་ལས་ལ་མ་ག་སོང་ཟེར་གི་འདིའི་ནང་ནས་འདི་ངན་སྐུལ་ལས་ནི་རེད།

ང་གཅིག་ཁོ་མ་རེད་འོ་མི་ས་ཡ་བཀྲིས་ར་ཚོ་ན་ཚང་མ་གི་ཏཱ་ལའི་བླ་མ་ཟེར་ན་སེམས་ཁོང་ནང་ནས་ཞིག་རང་གི་ཞིག་ཚེ་འདི་དང་ཕྱི་མ་ཚང་མ་གི་སྐྱབས་མགོན་རེད། ཁོང་གི་གཟུངས་ཟིག་གི་ད་ཅིག་གི་སོང་ནས་འཛམ་བོ་གླིང་འདི་ཞི་བདེ་གི་བྱས་རྗེས་འདི་མོ་ཟིག་བཞག་ནས་ཀྱང་འཛམ་གླིང་གི་ཞི་བདེ་གི་དེ་ཁོ་ཆེན་མོ་རེད། ཁོང་གི་ཞིག་འདི་མོ་གི་ཕྱོགས་ནས་ཀྱང་འཚེ་བ་མེད་པའི་སྒོ་ནས་ལམ་འདི་མོ་ཟིག་སྤྲིང་དགོས་ཡོད་གི་ནང་ལོག་གི་ལྟ་སང་གི་འཕྲོག་ནོར་སྐྱོབ་ནོར་ཧྲག་ནོར་ཚང་མ་ཐམས་ཅད་པོ་ཏཱ་ལའི་བླ་མ་གི་གོ་སྒྲིག་ཡིན་ནིར་ཟེར་ན་རྒྱ་ཆ་རྒྱ་ནས་ངེད་དེ་གཉིས་ལས་གཅིག་ག་ཡི་གོ་མེད་རྒྱ་ལས་ཏཱ་ལའི་བླ་མ་ཁོ་རང་གི་དོན་འགྲེལ་ཅིག་གསུང་ཐུབ་གི་མ་རེད་ང་རང་རང་ཚོའི་གྲྭ་བ་གྲྭ་ལྕག་འཛིན་ར་ངེས་བཟོ་བ་བཟོ་ཚང་མ་ཐམས་ཅད་སྤོ་སོང་བར་ཧྲུག་བ་དང་ཆུ་བ་དང་འཁྲུ་བ་དང་ཟེར་དུ་བཤད་ཐུབ་གི་མ་རེད། དེ་ཡིན་དུས་ད་གཟོད་ད་དུས་ནས་བཟོས་པའི་ཆུང་འཛིན་ང་ཚ་བྱེད་ཀི་ད་བྱམས་མགོན་རིན་པོ་ཆེ་ངོ་མ་གི་འོ་མི་ཟ་ཡ་ཁྲི་ཀི་ཚོམ་བུའི་ཞིག་གི་སེམས་གི་སྟེང་གི་རྣམ་ཤེས་ལྟ་བུ་ཟིག་ཡིན་ན་བྱམས་མགོན་རིན་པོ་ཆེ་ཁ་འབྲལ་ཐུབ་མེད་པ་དང་ལོ་རྒྱུས་གི་ཐོག་ནས་ང་ཚོ་བླ་མ་རེད་སློབ་མ་ཡེ་རེད་འོ་ན་ད་འོ་མི་ཐད་དུ་བླ་མ་སློབ་མ་རེ་རེ་འགྲོ་དགོས་ནི་རེད་ཡིན་ན་ང་ཚོ་ཚང་མ་གི་སྐྱབས་མགོན་རིན་པོ་ཆེ་མི་དགོས་ཟེར་ཐལ་ནི་མ་རེད་སྐྱབས་མགོན་རིན་པོ་ཆེ་ཡི་ཆེ་དང་དག་པ་རྩེ་གཅིག་ཏུ་འདི་བསྐུལ་བ་རེད་དེས་ན་ད་སྐྱབས་མགོན་རིན་པོ་ཆེ་གི་ལ་ཁ་ལྟ་ཚིག་ག་འདྲ་ཡོད་གི་ཟེར་ང་དེ་ཅིག་བཤད་མྱོང་བ་ཡིན་དེ་ནས་ང་ཚོ་ཙང་ཏིའི་ནང་ནས་ཉི་མ་ཆ་ཚེ་ར་བཞི་བོ་དེ་ནས་སོང་ནས་ཆུང་བ་བཙོན་ཁང་ནང་ང་དི་དི་ད་སོ་ར་དེ་རེད་བཙོན་ཁང་གི་གཞན་པ་གི་ང་ཚོ་མི་དེ་ཚོ་ཚང་མ་གི་ཐང་ཅིག་གི་ཚོང་ལས་བྱུང་བ་དེ་བཞག་གི་ད་གཅིག་རེ་གཉིས་གསུམ་གསུམ་རེ་བྱུང་ཡི་ཨར་སང་སི་སི་རེ་ད་གཟོད་ཁོ་ཚོ་གི་རྒྱ་མི་གི་སྐད་ཆ་མ་གོ་ན་ད་ཁྱེད་རྒྱ་མི་གི་སྐད་ཆ་མ་གོ་ད་ཁྱེད་རང་སྲོག་རེ་བ་བྱོས་རང་ད་གཅིག་རེ་ལུས་རེ་བ་ཟེར་ནས་བྱུང་དེ་བཞག་གི་ད་ཚོང་ལས་བྱུང་བ་འོ་ཅོག་གི་རྒྱབ་ནས་རེ་ཉོག་ནས་བྱུང་དེ་བཞག་གི་ད་ཚང་མ་ཡང་ར་མ་ར་འགྲོ་མ་ཐུབ་པ་དེ་ནས་བྱུང་དེ་བཞག་གི་དུ་མ་ཡིན་གོ། ད་ག་རེ་ཁྱེད་ཚོ་ཁྱི་ཟིག་བྱས་ཉོག་ལྟ་ཁྱོ་ཟིག་ཉོག་ལྟ་ཟེར་ན་ད་ང་ཁྱེད་རྒྱ་མི་གི་སྐད་ཆ་མ་གོ་ད་ང་ཁྱོད་ཉོག་མི་རེད་ཟེར། འོ་ད་འདི་ཡིན་འདི་དང་སོགས་པ་ལས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང་བཅའ་ཁྲིམས་ཀྱི་ནང་ན་ས་གནས་ཁུལ་གྱི་མི་རིགས་ཀྱི་སྐད་དང་ཡི་གེ་དབྱེ་བསྐྱུར་འཛིན་སྤོ་གི་ཁུལ་གྱི་མི་རིགས་ཀྱི་དབང་ཆ་འཛིན་དགོས་ཚུལ་ལས་བྱུང་བའི་ཐོབ་ཐང་དང་དབང་ཆ་དེ་སྤོ་གི་ད་ང་ཚོ་རང་གི་སྤོ་གི་ས་ཐོག་ནས་ད་འདས་སོང་འདི་བྱུང་བ་འདི་བྱས་གི་འོ་སྐད་མ་བཤད་ན་འོ་ཡིག་མ་བརྐུས་ན་ར་བཀྲ་ར་རྒྱ་ཡིག་རྒྱ་སྐད་མ་བཤད་ན་ག་ལུས་ར་སྲོག་ར་ཟེར་ནས་ད་གི་སྙོག་ནས་ཉྭ་ས་ཡིག་ཐོག་ནང་གི་རྒྱུ་མཚན་ཆི་ཟེར་རེད། དུས་མི་ཚོད་ཀྱི་གྲྭ་བ་སོགས་ཚང་མ་ཐམས་ཅད་པོ་དཀར་ནག་གི་དབྱེ་བ་གཅིག་ག་ར་བྱེད་ཀྱི་མེད་ལ་དེ་བཞག་གི་ལོ་ལོན་ཡིན་ན་ལོ་ལོན་ཡིན་ཆུང་ཆུང་ཡིན་ན་ཆུང་ཆུང་ཆུང་ཆུང་ཞྭ་ཡིས་ལོ་བཅུ་བཞི་བཅོ་ལྔ་ལྕམ་པོ་བཟུང་ཡོང་འདུག་གོ་ཆེ་བོ་ལོ་དྲུག་ཅུ་བདུན་ཅུ་ལྕམ་པོ་བཟུང་ཡོང་འདུག་གོ་གྷི་ཀ་ཀིའི་ལས་འགུལ་གྱི་ནང་ཞིག་ན་མ་ཞིག་ན་སོང་ནས་བྱུང་བཟུང་ནས་བྱུང་ད་སོང་རྒྱལ་བ་གོ་འཇིག་གོང་གི་མ་ཞིག་གི་འགོ་ཧམ་གོང་གི་མ་ཞིག་ག་ཉོག་ནས་བྱུང་དེ་བཞག་གི་ད་ཉོག་གོ་ཉིན་རེ་ཉིན་རེ་ལོག་པ་བསྡམས་ནས་བྱུང་མོ་བྲག་གི་ནང་བཞག་ནས་བྱུང་དེ་བཞག་གི་ད་ཕྱིར་ཡོང་ནས་ཁ་གི་མ་ལ་ག་ཡིག་ནས་བྱུང་ཁྱ་མ་ཡིག་ཡིག་ཡིན་ནས་བྱུང་དེ་བཞག་གི་ད་ལ་ལ་གི་མགོ་བོ་གཅིག་ལ་ལ་གི་ལོག་པ་གཅིག་དུམ་མོ་ཡེ་ལས་ད་རྙོག་ནས་བྱུང་བ་ད་རྩོམ་ཐང་ནང་ང་བསྡད་ཡོད་བ་རེད། ད་སོ་ཚང་མ་རྫ་ནག་ཅིག་ཟ་མ་བྱ་ནི་ཡོད་ནི་མ་རེད་གོ་འཇི་བྱ་ནི་ཡོད་ནི་མ་རེད་ཉག་གེ་བྱ་ནི་ཡོད་ནི་མ་རེད་ཚང་མ་གཅིག་གི་གཅིག་ག་འཇར་ནས་བྱུང་བ་འདི་བཞག་གི་ད་བཅང་ནས་འདས་ལས་བྱུང་བ་འདི་བཞག་གི་ད་འོ་ཚོང་བ་འདི་ནས་བྱུང་བ་ཡང་རྙོག་ཡོད་དུམ་མོ་ཡོད་གོ་ཡོད་གི། འདི་ཚོ་ཚང་མ་ཐམས་ཅད་པོ་ཏི་དེ་དག་རང་གི་སེམས་ཀྱི་ནང་ནས་བྱུང་བ་འདི་བཞག་གི། འོ་ད་ཤི་གི་ངོ་མ་གི་གཅིག་རང་རང་གཅིག། བུ་མོ་ཟིག་ཡིན་དུས་ད་སོ་གི་ལས་བོད་མི་རིགས་ཀྱི་ཆེད་དུ་ཟེར་ན་འདི་མོ་ཟིག་ཡོང་དུས་ད་སོ་གི་ལས། དང་ངོ་མ་རྒྱལ་བ་དཀོན་ཅིག་དཀོན་མཆོག་གི་དབང་ཆ་མེད་གི་མགོ་ཧམ་དཀོན་མཆོག་གི་དབང་ཆ་མེད་གི་ག་ལ་བྱ་ན་མེད་གི་རྒྱ་གི་བྱ་ཏི་ཡར་སྟོན་བྱ་ན་མེད་གི་ད་འོ་ཡོང་ནས་བྱུང་བའི་ཆེ་རྒྱ་སྐུད་མ་ཤི་ན་རྒྱ་ཡིག་མ་ཤི་ན་ཟེར་རེ་གི་སྨྱུག་པོ་དེ་དག་ཚོ་ད་ངོ་མ་གི་ཏི་ཅིག་ཤི་གི་ངོ་མ་གི་ག་གི་ཅིག་གི་ངོ་མ་གི་སྡུག་བསྔལ་ཆེན་པོ་ཟིན་མྱོང་གི་འོ་ད་མ་ར་སོང་དེ་དག་ཚོ་ར་ཏི་རེ་ད་སོང་ནས་ཅོང་ལ་མ་ར་སོང་ན་ར་ཏྲ་རི་ར་ད་བཙོང་ཁང་ནང་བཞག་གི་ཀ་ཆི་གི་བཙོང་ཁང་ནང་བཞག་དུས་ད་སོ་ར་ར་ཚང་མ་ཧེ་ཧེ་རེད་ཚང་མ་རྒྱ་མི་རེད་ང་ཚོ་གཅིག་པོ་མ་རྟོག་གི་བཙོང་ཁང་ནང་ང་ཡོད་ནི་མ་རེད་སོང་ན་སོང་ནས་ཅོང་ར་དེ་བཞག་གི་དུས་སྐྱིན་པ་དང་ནོག་གི་ཟོ་ཏོ་ཟོ་མ་ར་ཚང་མ་ཐམས་ཅད་གོ་ཏོ་ལུག་དགོ་གི་རེད་ངན་ཅང་ང་སོང་ནས་ཆག་གི་དུས་ཐང་ཆད་དགོ་གི་རེད་ད་འོ་སོང་ནས་ཅོང་དེ་བཞག་གི་གང་དགོ་ན་ཧ་མི་ཡོ་བ་མ་རེད་སོང་ནས་ཅོང་དེ་བཞག་གི་བཙོང་ཁང་ནང་ནས་མ་ར་ཁྱེར་དུས་ད་སོ་ར་ཏྲ་ར་རྒྱབ་གི་གཟན་ཤུབ་སོང་ནས་ཅོང་ལ་མ་ར་ཕེ་ནས་ཅོང་དེ་བཞག་གི་མ་ར་ཡིག་བཏང་ནས་ཅོང་གི་བཙོ་རྒྱས་ནང་ང་ཁུ་མི་ནང་ང་བདག་གི་ཡིག་བཏང་ནས་རྒྱ་བ་སོང་ནས་ཅོང་དེ་བཞག་གི་ཀྲོང་བ་གི་དེ་འདྲའི་གོན་རྒྱུ་ཕྱིར་ཡོང་ནས་བྱུང་འདི་ཅག་ལ་ཁ་བཀོད་ནས་གོན་གྱི་གོན་ན་ར་ད་བོ་ཆིག་ད་བོ་ཡོད་པ་ཡོད་ནི་མ་རེད་མ་རེད་འདི་ཆིག་སྦྱོར་ར་མི་ཆིག་ན་ར་ཏྲི་ར་གཙང་པོ་ཡིན་གོ་ནི་གང་ནམ་ཡང་ར་ཐལ་ན་མ་ན་ར་ཁ་ནི་ཤེས་བཟུང་ཡིན་འཇུག་གོ་གི་མགོ་ཧམ་མེད་ན་ར་འཇོག་ཟེར་ནས་བྱུང་བ་ཕྱི་རུ་འཇོག་ད་རང་ག་ཅིག་ནང་བ་སངས་རྒྱས་ཀྱི་ཆོས་ལུགས་པ་ཟེར་རང་ག་གྲྭ་བ་ཟེར་རྒྱབ་ཀི་འདི་མ་ར་ཡིག་ཏང་ནས་བྱུང་བ་མདོ་མོ་གི་ཐུང་བྱུང་བས་ལས་མ་འབུལ་བས་ལས་བྱུང་བས་སོང་ནས་བྱུང་བ་ཀྲུང་ཧྭ་གི་གོན་རྒྱུ་ཕྱིར་ཡོང་རྒྱ་བ་གོ་ནི་བྱུང་བ་ཧམ་མེད་ན་ར་ཏྲི་ར་ད་བོ་མོ་ཏྲ་ན་ང་དུས་འདི་ལ་མགོ་ལྕགས་བརྒྱབ་ནས་མགོ་ཁུག་མ་གོ་ནི་སོང་འདི་ད་རུ་ད་སེམས་ཁོང་ན་ནག་སེ་བས་ངོ་མ་གི་སྡུག་བསྔལ་ཆེན་པོ་ཟོས་གི།

ཕྱོགས་རང་གི་ཕྱིར། བྱ་བ་ཕྱི་ཟུར་རེ་ན་ར་ཕྱོགས་གཉིས་བ་ཡོང་གི་རེད། དེས་ན་ཕྱི་ཟུར་ན་ཁྱེད་རང་འདིའི་ནང་ནས་བྱུང་བ་དེ་ཕྱོགས་ཚོགས་པ་བཙུགས་ནོ་གི་མགོ་བ་རེད། ཁྱེད་རང་གི་ད་འོ་ཞང་ཁྱིམ་མ་ང་གི་ནང་ང་སོང་ནས་བྱུང་བའི་ཁ་པར་རྒྱབ་ནས་བྱ་བ་ཕྱི་ཟུར་ལས་ནི་རེད། བོད་ཀྱི་རྒྱལ་དར་གང་གི་དཔར་ནི་རེད། ཀ་ཆི་མོ་ཀ། གྱང་ཀ་ཆི་མོ་ཟི་དཔར་ནི་རེད། ཚོགས་པ་གི་ནི་ཆི་མོ་ཟི་ཡོད་ཁྱེད་རང་གི་ཁས་ལེན་ན་ར་ལོང་རེད། མི་ལེན་ན་ར་ལོང་ཟི་ནས་བྱུང་བ་དེ་བཞག་གི་ད་དེ་ལྕགས་ཀི་ནང་ང་བཞག་ནས་བྱུང་བ་དེ་བཞག་གི། ད་ཡ་ར་ནི་ཤེས་རྟགས་ནས་བྱུང་བ་དེ་བཞག་གི་ལྕགས་ཀི་ནང་ང་རྟགས་ཡ་རྐུང་བ་ནང་ང་ཐང་ཐུག་གི་མ་བཞག་ལོག་པ་ཐང་ཐུག་གི་མ་བཞག་ཡ་ནི་ཤེས་རྟགས་ནས་བྱུང་བ་དེ་བཞག་གི་ད་དེ་ཐུག་ཆ་ཚུགས་ལ་ཀ་རྟགས་ནས་བྱུང་བ་དེ་བཞག་གི་དེ་ཀི། ད་འདི་ག་ཐ་ག་གི་ནི་ཞེས་ཐ་ག་དགག་ནས་བྱུང་བའི་དེ་ཞོག་གི་ལོག་པ་གཉིས་ཀ་འདི་ནི་ང་ཞོག་དང་དགག་སྟངས་ནི་ཡོང་བའི་འཇམ་དོག་ན་ང་རྒྱ་ཡོད་འདི་ཞེས་རྒྱ་ཡོད་བྱུང་བའི་དེ་ཞོག་གི་དག་ཞིག་གི་འཇམ་ནས་འཇམ་ནི་འདི་རུ་འདས་གྱུར་འདི་ཞེས་འཇམ་འདི་ཞེས་བ་ཁུ་དང་ཁ་ར་འདི་ཞེས་འཇམ་ནས་གཏི་མུག་གི་སྐྱ་གདུང་སྐོར་གསུམ་བཟོས་ནས་ཉོག་གི་དེ་ཀོ་གི་ད་ངོ་མ་རང་གི་སེམས་གི་ནང་ལོག་ཟིན་ན་ངོ་མ་གི་མི་ཟིག་གི་མི་ཟིག་གི་ལ་ཁ་ཉོག་ཁོ་ནོ་ཐུ་མོ་ཟིག་གི་ནོ་བ་མ་རེད་ད་གཞན་པ་གི་མི་ཟིག་གི་སོང་ནས་བྱུང་བའི་དེ་ཞོག་གི་ང་ཚོ་ཕྱི་ར་ཕུ་ག་སོང་ནས་བྱུང་བ་ཉོག་ཁོ་ནོ་གི་ཐུ་མོ་གི་ནོ་བ་ཟིག་དེ་རེད

ཏཱ་ཡི་ན་ར་ཏའོ་ཞང་ཆིང་གི་མགོ་བ་ཟོག་དག་ཅིག་གི་ཁོང་ཟོག་མ་ཉོག་ཟིན་ནས་ཡང་རྫུན་བཤད། མར་ནང་གི་ཡུལ་བ་ཟོག་དེར་རྫུན་བཤད། ང་རང་ག་ཡང་བླ་ཁ་ཡི་གེ་འབྲི་གི་ཞིག་ཡིན་ཁྲིད་རྒྱག་གི་ཞིག་དེ་རེད་ཙོང་ཁང་སྨན་ཁང་ནང་ནས་བྱུང་བ་དེ། ཉི་མ་ཟླ་གཅིག་ཉི་མ་ཉི་ཤུ་གཅིག་ལ་བསྡད་ནས་སྒོར་མོ་ཁྲི་ཚོ་གཉིས་ར་གཅིག་ཧ་ལས་བྱུང་བ་དེ་བཞག་ད་ཤི་ར་ཡོང་ད་ཤི་ར་ཡོང་དུས་ད་སོ་ར་དེ་རེད་ད། ང་ཤི་ར་ཡོང་དུས་ད་སོ་ང་ཚོ་གྲོགས་པོ་རིགས་ཀྱི་བཤད་ན་དགོན་པ་གི་ནང་ལོག་གི་གྲྭ་བ་ཚང་མ་ཐམས་ཅད་པོ་གྲྭ་བ་བརྒྱ་ར་བརྒྱ་ཁྱི་ཐམ་པ་བཟོ་ངེས་སོང་ནི་རེད།

ད་འདི་མོ་ཚོས་ཡེ་ཏི་ད་སོགས་ལས་ངོ་མ་ལེགས་ཤེས་ཀྱི་ཅིག་ཀ་ཀ་སི་ར་ཆེ་ཕྲུག་དཀོན་ནོ་བཅོམ་དགོན་ལོག་སོག་དཀོན་ནོ་ཚང་མ་གུང་ཁྲན་ཏང་གི་དམག་རེད་བསམ་གྱི་འདུག་ཁྲིམས་དང་འགལ་བའི་བྱ་བ་ང་ཚོ་ལ་ཁ་ས་ར་ལས་ནས་ཡོང་ནས་བྱུང་བ་དེ་ཅི་རེད་ད་སོང་ནས་བྱུང་བའི་ཉོག་འཇོག་ང་ཚོ་ཉོག་དཀོ་གི་འཛིན་འཇོག་ང་ཚོ་འཛིན་དཀོ་གི་གསོད་འཇོག་ང་ཚོ་གསོད་དཀོ་གི་ཡོང་ནས་བྱུང་བའི་ཁྲིམས་དང་འགལ་བའི་བྱ་བ་ཁི་ཚོ་སོང་ནས་བྱུང་བའི་འདི་མོ་ལས་དང་ན་ད་འོ་ཤ་ར་ཤི་ར་འཁོར་ནས་བྱུང་བ་དེ་ཅི་ཀ་ཁྱི་ཁྱོད་སོང་ནས་བྱུང་བའི་ད་ལོའི་སྤྱི་ཐང་གི་ཁ་ཅིག་ནས་སོང་ནས་བྱུང་བའི་འོས་སྲང་མང་མང་ཡ་ར་གཙང་ནས་བྱུང་བའི་ད་བྱ་བ་འདི་མོ་ལས་དང་ད་ཟེར་ན་ད་ངོ་མ་གི་སེམས་གི་སྟེང་ནས་བྱུང་བ་ཅིག་སྡིག་རྒྱུ་ཡོང་ནི་རེད་ད་ངོ་མ་གི་མི་རིགས་འདྲ་མཉམ་ཟིག་ཡོད་ན་ངོ་མ་གི་ཨ་ཟོང་ཟིག་གི་མར་རྒྱུད་གི་རང་དབང་ཟིག་ཡོད་ན་ཆོས་རིག་དར་མའི་གི་རང་དབང་གི་སྲིད་ཇུས་ཟིག་ཡང་དག་པ་ཡོད་ན་ང་ཚོའི་སེམས་ཁུང་ནང་ན་དད་པ་ཡོད་ས་གི་བླ་མ་དེ་སོང་ནས་དད་པ་ཡོད་གི་འཇུག་གོ་གི་བྱམས་བརྩེ་བྱེད་གི་འཇུག་གོ་གི་ཐ་ན་དཔའ་ར་ད་སོགས་ཚང་མ་ཐམས་ཅད་པོ་ལང་ནས་རྒྱ་བར་འབུ་ཆེ་གི་དཔའ་ལང་ནས་རིག་ས་ནས་བྱུང་འདི་ཞག་གི་མ་ར་ནི་ཕྱིར་རྒྱབ་ནས་བྱུང་ཡི་ཐང་ང་ཡིག་ནས་ཐང་ང་ཡིག་གི་མ་ར་བཞག་ཏུ་ན་ལ་ཀ་སྟོང་ང་དཔེ་ནས་ལ་ཀ་དབུགས་ཞབས་ཏོག་གི་བཟུང་ནས་འདི་ཕྱིར་རྒྱབ་ནས་བྱུང་འདི་ཞག་གི་ད་ནང་གི་ཤེག་ནས་བྱུང་འདི་ཕྱིར་ཕྱིར་ནས་ད་མ་ར་སོང་ང་ཤོག་གོ་གི། འདི་རྫོགས་ཤིག་གི་ངོ་མ་གི་ང་ཚོ་འོད་ཟེར་ག་ཚོ་ན་ང་ཚོ་ཆེ་ལུགས་པ་ཟེར་ག་ཚོ་ན་སེམས་གི་ནང་ནས་བྱུང་བ་ཞིག་གི་རྟག་པ་ཡི་སོགས་གི་ལ་མ་གི་དཔར་འདི་མོ་ལས་བྱུང་བ་ཅག་དང་ན་འདས་ཀྱི་སྒོར་མོ་ཟེར་ག་འགུལ་གྱིས་ན་རིན་ཐང་ཡོད་བ་མ་རེད། ངོ་མ་གི་སོང་ནས་ཤེས་དགོས་ཆ་ཚད་ཅག་དང་ན་སྒོར་མོ་སྟོང་ཕྱིར་མ་ང་ཟིག་གི་ཅུང་རྒྱབ་དང་ལྟ་ཟིན་ན་ང་ཚོ་སེམས་གི་ནང་ནས་རྟག་པ་ཡི་སོགས་གི་ལ་མ་གི་དཔའ་ཅག་དང་ན་འདས་རིན་ཐང་འགུལ་གྱི་ཡོད་ན་མ་རེད།

མདོ་མོ་གཟུགས་ཡན་ལས་བྱུང་བའི་རྟགས་འདི་ཡང་ཉོ་སྐོར་ནུས་སྐབས་ཐོབ་འདི་དང་ངོ་མ་ང་ཚོའི་སེམས་ཀྱི་ནང་གི་རེ་བ་གཙོ་བོ་དེ་ག་རེ་ཡིན་ཟེར་ན་ད་འཛམ་གླིང་གི་གསར་འགོད་པ་ད་གཟོད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་པ་ད་གཟོད་གི་གསར་འགོད་པ་ད་གཟོད་ཚང་མ་ང་ཚོའི་བོད་ཀྱི་ནང་ཡོང་ཐུབ་རྒྱུ་ཡོང་ནས་གནས་ཚུལ་ངོ་མ་གཟུགས་ལང་ནས་བྱུང་བ་འདི་ཞིག་ཤེས་ཐུབ་རྒྱུ་ད་ང་ཚོ་གི་རེ་བ་ཞིག་གཙོ་བོ་གཅིག་རེད། ངོ་མ་གི་ང་ཚོ་རང་གི་ནང་ན་ཅིག་མདོ་མོ་གི་གདན་ཡོད་ནོ་མདོ་མོ་གི་ཁྲི་མ་ཐོན་ན་མདོ་མོ་གི་བྱ་བ་ཟིག་གི་སྟངས་ང་ཆུང་རྒྱ་ནག་གི་ཁྲི་མ་མི་མཐུན་གི་མདོ་མོ་གི་ཁྲིམས་གིག་གི་བྱ་བ་ལས་སྟངས་ད་ཟིག་ལ་ང་ཚོ་གཅར་རྡུང་ཡིན་ནོ་འཛིན་བཟུང་ཡིན་ནོ་ད་བོ་མི་ང་ཟིག་སོང་ནས་བཟུང་ཡི་ཞག་བྱུང་ནོ་མི་ང་ཟིག་ད་བོ་གསལ་བཏང་ནོ་མི་ང་ཟིག་སོང་ནས་བྱུང་ཡིན་ད་བོ་བྲིས་ནས་བྱུང་ང་ཤི་ར་ཡོད་ཡོང་ཐུབ་ཁོ་མེད་ནོ་གི་གནས་ཚུལ་མི་ང་ཟིག་ད་འདི་ད་བོ་མགོ་ཐོག་ཡོང་གི་ནི་རེད་འདི་ཚོ་ཚང་མ་ཐམས་ཅད་པོ་འདི་ར་ཀྲ་ར་ར་འཛམ་གླིང་གི་གནས་ཚུལ་གི་ངོ་མ་ལེར་ནི་ཟིག་ཡོང་ནས་གནས་ཚུལ་ངོ་མ་ཟིག་ལངས་ནས་བྱུང་ཡིན་དེ་བཞིན་གི་ཞི་ཚོགས་སོང་ན་ད་ཧ་གོ་གི་རེད། འོ་ད་རྒྱལ་བ་རིན་པོ་ཆེ་གིས་ང་ཚོ་འདས་ཡོང་ནས་བྱུང་བ་དེ་བཞག་ངོ་མ་གི་ངན་སྐུལ་ཡེ་ནི་མ་རེད། རྒྱལ་བ་རིན་པོ་ཆེ་གིས་སོང་ནས་བྱུང་བ་དེ་བཞག་སོང་བ་དེ་བཞག་རང་བཙན་ཤེས་ཟེར་ནི་རེད་མ་རེད། རྒྱལ་བ་རིན་པོ་ཆེ་གིས་སོང་ནས་བྱུང་བ་འདི་མོ་ཟེར་ནི་རེད་མ་རེད། གཏན་ནས་སྲིད་ཡོད་ནི་མ་རེད་ལྟོ་ཟེར་ཡོད་ནི་མ་རེད་སྐྱབས་མགོན་རིན་པོ་ཆེ་གིས་དབུ་མའི་ལམ་འདི་ལ་རྒྱབ་སྐྱོར་ཡོད་རེད་ང་ཚོ་ད་གར་ཚང་དེ་རང་ཞི་བའི་སྒོ་ནས་གནད་དོན་འདི་ཐག་གཅོད་བྱེད་དགོས་གི་ཟེར་ལས་མང་པོ་གི་རྒྱབ་སྐྱོར་ཡོད་དགོས་ནི་རེད། ཡིན་ན་ལ་ད་དེ་མོ་གི་ལས་འགུལ་ཚིག་ཧོ་ལས་ཡོང་དུས་ད་སོ་ད་ཞིག་གི་སེམས་ཁོང་ནང་ན་ད་ངོ་མ་གི་ཅིག་སྡུག་བསྔལ་ཆེན་པོ་ཟིག་སྐྱེས་གི་འདུག། ཡིན་ན་ར་དེ་རིང་གསར་འགྱུར་གཅིག་བརྒྱུད་ལམ་འདེད་གཅིག་བརྒྱུད་ནས་བྱུང་བ་དེ་ཅིག་ངོ་མ་གི་ཅིག་སྲིད་ཏང་ནང་ཚང་མ་ཐམས་ཅད་པོ་ར་ཡང་ན་ཅིག་བཙོན་ཁང་ནང་ན་སྡུག་སྦྱོང་ཉུང་མགོ་ནོར་ར་གྲ་ར་ཡང་ན་མི་ང་ཟིག་ཤི་ར་ཡོད་ཡོང་ཡོད་ཐུབ་ཀོ་མེད་ནོ་འདི་ཚོ་ཐམས་ཅད་པོ་ད་ཆ་ཟིར་ན་འཛམ་གླིང་གི་ད་གནས་ཚུལ་ངོ་མ་ཟིག་ལེན་ཡོང་ནས་བྱུང་བ་གནས་ཚུལ་ངོ་མ་ཟིག་འཛམ་གླིང་མི་མང་བདེན་དཔང་ཡོད་ར་གྲ་ར་ར་དྲང་བདེན་གི་སྒོ་ནས་བྱུང་བ་གསལ་བསྒྲགས་ཟིག་ཡོད་ད་རང་རང་གི་རེ་བ་འདོད་པ་རེད་ད་ཡིན་ན་ད་འོ་ཡིན་ན་དེ་རེད་ད་ཡོང་ནས་བྱུང་དེ་ཅིག་ང་ད་ཤི་ར་ཡོང་ནས་བྱུང་དགོན་པ་ནང་བསྡད་བཞག་ན་དེ་རེད། ཡོང་ནས་བྱུང་བ་དེ་ཕྱིར་གོང་དབང་ཅུས་ཡོང་དགོས་ཡོད་རེད། ད་ཅིག་བཟུང་བའི་ལས་ཁུངས་ཡོང་དགོས་ཡོད་རེད། དེ་མ་ཚུད་ཁ་ཀུན་རྫོགས་ཚུལ་ཡོང་དགོས་ཡོད་རེད། ཉེ་ཁར་ཚིག་ངག་ལྟ་བུ་སོང་ནས་བྱུང་ཕྱིར་དུ་སོང་ནས་ང་ལྟ་རྟོག་ཡས་ནག་གི་ངག་བཞོ་ཡོད་རེད། ཡོང་ནས་བྱུང་བ་དེ་ཕྱིར་ཁྱོད་ཞེ་ལོག་ག་སོང་ན་མི་ཆོག། ཨ་ཁྱོད་སོང་ནས་བྱུང་བ་དེ་ཕྱིར་གཞན་པ་སོང་ནས་བྱུང་བའི་ལྟ་བུ་ཁ་ཕུ་ཁྲ་དུམ་བུ་འཇམ་ན་མི་ཆོག། ཨོ་ཁྱོད་ནང་ནས་བྱུང་བ་དེ་འདི་ཡོག་པ་ཞིག་འགྲིག་དགོས་གི། ད་ཨོ་རྩ་ཁྲིམས་ཀྱི་དཔེ་ཆ་འདི་མོ་ཕྱི་རུ་ཡོང་ནས་བྱུང་བ་ལག་ག་བཞག་ནས་བྱུང་བ་དེ་ཕྱིར་ཁྱེད་འདི་ལྟ་དགོས་གི། འདི་ནང་ང་བལྟས་ནས་ངའི་སེམས་ཀྱི་ཡི་གེ་འབྲི་དགོས་གི།

འོ་ང་ཚོ་ཨ་མདོ་གཅིག་པོ་མ་རེད་མདོར་དབུས་ཁམས་གསུམ་ཚང་མ་ག་སོང་ཟིག་གི་ད་ཅིག་གི་མི་མང་པོ་ཅིག་བསད་ཡོད་ནོ་མར་བསད་ཡི་ཡོད་ནོ་དེའི་ཐོག་བ་དྲག་ནོ་ཡེ་ནས་མི་ང་ཟིག་འཛིན་བཟུང་བྱས་ཡོད་ནོ་འོ་ད་བསད་བཏང་ནོ་བསད་བཏང་ནོ་བཤད་ན་ཕར་ཆེར་ཉིས་བརྒྱ་ར་ཅིག་བསད་བཏང་ཟིག་ཡོད་གི་ཟེར་ནས་བྱུང་བ་བཤད་དགོས་ཡོད་གི་བཟུང་བཞུགས་ནོ་བཤད་ན་སྟོང་ཚོ་ང་དྲུག་དྲུག་བདུན་ཟིག་བཟུང་བཏང་ཟིག་ཟེར་དགོས་གི་དེའི་ནང་ནས་བྱུང་བའི་ཁར་རྩང་དེ་རང་ཨ་ད་བོ་མང་པོ་ཅིག་བཟུང་ཡོད་གི་ད་བོ་ལ་ག་སོང་ནས་བྱུང་བའི་ཉོག་ཉེས་བྱུང་བ་མདོ་མོ་ཡེ་དགོས་ཡོད་གི།

ཨོ་ང་ངོ་མ་གི་སེར་དང་ན་སེར་དང་ན་རེད་ཟེར་ང་མ་སི་ལ་ཤི་ར་ཡོང་རྗེས་ཟིག་ཡོད་ནི་ཆུང་བས་དེ་ཟེར་ལས་ངས་ག་ཅག་ཟིག་བཤད་ཐུབ་གསུམ་གྱིས་ད་སོ་གི་བཟུང་ནས་ད་ང་རང་གི་མགོ་ཐོག་བ་ཡོང་ནོ་རེད་ད་ང་རང་གི་གྲོགས་པོ་རིག་ག་རོགས་པ་རིག་གི་མགོ་ཐོག་བ་ཡོང་ནོ་ཚང་མ་ཐམས་ཅད་པོ་ད་ངས་འཛམ་གླིང་མ་མ་ང་བཟུང་ཟིག་གི་བདེན་དབང་ཡོད་ཀྱི་ཡིན་ཟིག་ངས་རང་གི་བའི་སྲོག་མ་མ་ང་བདེན་དབང་ཡོད་ཀྱི་ཡིན་ཟིག་ངས་ས་ཆར་རྗེ་ལི་མ་བཟུང་ཟིག་གི་འདི་བཤད་ཀྱི་ཡིན་ཟིག་ངས་ད་བ་ཟིག་གི་མ་ཤི་ལ་མ་གི་ཟིག་ང་སོང་ནས་ཁྱོད་སོང་བའི་རྙོག་དྲ་ཟེར་ན་མི་ཆོག་ཟེར་ཁྱོད་སོང་བ་འདི་མོ་ལེན་ན་མི་ཆོག་ཟེར་ད་འོ་ང་སྐད་ཆ་བཤད་ད་རི་བྲལ་ཡིན་ན་རི་བྲལ་ར་ང་རང་ག་སོང་བ་ངུ་མགོ་ཐོག་བ་ཡོང་ནོ་རི་བྲལ་ར་ང་སོང་ཟིག་གི་བཤད་ནོ་ར་ང་སོང་ཟིག་གི་འདི་མོ་ཡོང་ད་ངོ་ངོ་མ་གི་ཅིག་ག་གི་སེམས་གི་སྟེང་ནས་བྱུང་ད་ཅིག་གི་འདི་ཁོ་བ་འདིའི་ད་ཅིག་ན་ད་བ་གི་བསྡུ་ཐུབ་ཚོད་མེད་ཁྱོད་འདི་ངའི་འཛམ་གླིང་མི་མང་འདྲ་ར་བའི་སྲང་མ་མང་ཚང་མ་ཐམས་ཅད་པོ་ངུ་མགོ་ཐོག་བ་ཡོང་ནོ་ངུ་གྲོགས་པོ་རི་གི་མགོ་ཐོག་བ་ཡོང་ནོ་ཚང་མ་ཐམས་ཅད་པོ་མ་ཤི་ལ་མ་གི་དེ་ལྟ་བུ་ད་ངས་དེ་རང་ཅིག་བཤད་དགོས་ནོ་གི་རྒྱུ་མཚན་ན་ར་དེ་ཡིན་ཟེར་བྱུང། གཙོ་བོ་གཙོ་བོ་ཆེ་ཟེར་ཟེར་དང་ད་ལྟ་ད་འོ་མི་ཐེར་ད་ང་ཚོ་ནང་ང་དམ་དྲག་གི་སྐུལ་བ་རེད་ད་འོ་ཡ་ར་མ་ར་འཇོག་གི་འཇིག་གོ་ནི་མ་རེད་ད་འོ་ལྷག་པར་ད་འོ་ལིམ་ཕིག་གི་རྩེ་གོ་ནི་ར་དྲ་འོ་ལིམ་ཕིག་གི་གར་ཚང་དེ་རང་རྩེ་ན་ར་དྲ་ར་ང་ཚོ་དེ་ལ་ཀ་ཟུང་ཟི་ཀ་འོ་ལིམ་ཕིག་གི་ཚོང་ལས་ཆུང་བས་ལྟ་གི་འཇོག་འཇོག་གི་གོ་སྐུལ་བ་མ་རེད་ང་ཚོ་མ་ར་པེ་ཅིན་ན་འཇོག་གི་འཇིག་གོ་ནི་མ་རེད་ལན་ཀྲོ་འཇོག་གི་འཇིག་གོ་ནི་མ་རེད་རང་གི་ཡུལ་ནས་ཞི་ལ་བ་ར་འཇོག་གི་འཇིག་གོ་ནི་མ་རེད་ང་ཚོ་དེ་ན་ང་ལྟ་འཇོག་གི་དབང་ཆ་ར་མེད་གི་ང་ཚོ་ཨོ་ལིམ་ཕིག་གི་ཚོགས་སྟངས་ན་རི་ཀྲ་ར་ར་ཨོ་ལིམ་ཕིག་གི་ཚོགས་སྟངས་ན་ར་ཨོ་ལིམ་ཕིག་གི་ཚོགས་སྟངས་ན་ཚོང་ཚོང་བྱམས་ན་མ་གི་ཆེ་དོ་ན་མ་གི་སོང་ནས་བྱུང་དེ་མོ་གི་སོང་ནས་བྱུང་དེ་ཅག་གི་དར་གཅིག་ཡིན་ན་མ་གི་འཆམ་འཆམ་ན་མ་གི་འདི་མོ་གི་མཛད་སྒོ་མི་མངའ་ཟིག་དབྱི་སང་མང་མི་མངའ་དེ་རྒྱུན་ལྡན་གི་འཚོ་བ་གི་ནང་ན་ད་འདི་མོ་གི་སོང་ཟིག་གི་ཡོ་ནི་རི་ཀྲ་ར་གཅིག་ག་ལ་ཡི་གི་མི་འཇིག་ག་དེ་ཅག་གི་ད་རེ་རེ་རེ་རེ་གི་ད་སོང་ནས་བྱུང་དེ་ཅག་གི་ད་མི་གཡོག་ནས་ག་གི་དེ་ཅག་གི།

ཟོང་ལས་བྱུང་བའི་དེ་ཕྱག་ཕྱི་ཟིག་ཤ་བཀོལ་མདོག་ནས་འོ་ལ་བཀོལ་མདོག་ནས་གཏི་མུག་ཟིག་གི་ཐོག་བ་ད་འུའི་ཟོང་ནས་ད་ཉིན་བྱ་མ་སོང་ནས་དེ་སོང་ནས་ཧྲག་ཟིག་ནས་བྱུང་བ་དེ་ཕྱག་ན། ངོ་མ་གི་ང་ཚོ་རང་གི་འོ་མི་རིགས་ཟིག་བཞི་འདི་ད་སོག་གི་སོང་མི་རིགས་ཟིག་སྒྲ་རི་སོང་འདི་ད་སོང་རི་ད་འདིའི་སྡིག་མི་འདི་ད་ཕྱི་ཟིག་ན་ད་གྲྭ་བ་གཅིག་པོ་མ་རེད་ད་ལས་བྱེད་པ་གི་ནང་ན་ཡོད་བ་རེད་ལྷོ་མ་གི་ནང་ན་ར་ཡོད་བ་རེད་འོད་སྲང་མང་མང་གི་ནང་ན་ར་ཡོད་བ་རེད། ཨོ་ད་ཆོས་ཟིག་ག་སྲིད་གཞུང་འདི་མོ་ཆོས་ཟིག་གི་རྒྱལ་ཁབ་འདི་མོ་ཆོས་ཟིག་གི་མི་རིགས་འདི་མོ་ཆོས་ཟིག་གི་ང་ཚོ་མི་རིགས་འདི་མོ་ཆུང་ཆུང་མི་རིགས་འདི་མོ་ཉུང་ཆུང་ཟིག་གི་ལ་ཁ་སོང་ནས་བྱུང་བ་ད་མདའ་བོའི་ལག་ལྕགས་བཟུང་ནས་བྱུང་བ་འུར་བཟུང་ནས་ད་སོང་ནས་ཐང་ཁ་ཁྲི་ལ་ཡོང་ནས་ད་སོང་ནས་བྱུང་བ་དེའི་མི་ཚིག་གི་སོང་ནས་ད་ཕོ་ཆེ་རུ་ཡོང་ནས་དམག་སྟོང་ཁྲི་མང་ཡོང་ནས་ད་ཁ་སྐུ་རི་དེ་བཞག་ནས་བྱུང་ཟིག་ད་ཁ་མི་ཉན་ན་སྲིད་ཇུས་ཟིག་ཨོ་ད་འདི་མོ་ཟིག་ཁར་ཚང་དེ་རང་ད་ངོ་མ་གི་དུས་རིམ་ཉེར་གཅིག་པའི་སྐབས་འདི་འཛམ་བུ་གླིང་མི་མང་ང་ཁར་ཚང་དེ་རང་ཞི་བདེའི་ལམ་ཁ།

ཞལ་བཟང་ཟེར་བ་ཅིག་མ་ཐོན་ན་ད་ཀོ་པའང་ཐབས་ཤེས་ཡོད་བ་མ་རེད་མ་གཏོགས་པའི་ཞལ་བཟང་འདི་མོ་ཟེར་བ་ཐོན་སོང་ན་ད་རང་རང་གི་སེམས་གི་ནང་ན་སྡུག་ཡོད་ནོར་འདྲ་རང་རང་འདི་མོ་ཟེར་ལས་ཅུང་ཞིག་བཟོད་གླགས་རེ་བཏང་ནས་ཡོང་ངོས་འདི་མོ་ཟེར་ནོར་འདིའི་རྒྱུ་མཚན་མེད་ཚུལ་པོ་ཏག་ཞིག་གསལ་བོ་གསལ་བོ་ཟིག་ད་ད་འཛམ་གླིང་མི་མང་དྲི་བྲག་གིས་གོ་གི་འཛམ་གླིང་མི་མང་ཁྱབ་བསྒྲགས་གིས་གོ་གི་འཛམ་གླིང་མི་མང་གི་ཤི་ན་ཟིག་གི་མི་ཚིག་གི་དང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཡིན་ན་འགྲོ་བ་མིའི་ཐོབ་ཐང་ཡིན་ན་འོས་བསྡུ་རྒྱབ་སྐྱོར་ཚོགས་པ་ཡིན་ན་གཙོ་བོ་འདི་ཚོ་ཚང་མ་ཐམས་ཅད་པོ་བོད་ནང་གི་ཞིག་གི་གནས་ཚུལ་ངོ་མ་ཟིག་ཤི་ན་ཆེ་ཟེར་ན་རྒྱ་ནག་གི་མ་ར་ཟུང་ཟིག་གི་འདིའི་ཐོག་ནས་འདི་ནས་མ་ར་གནོད་ཤིག་ཟིག་དྲན་རྒྱུ། འདིའི་ནང་ནས་འདི་དམར་གསོད་བའི་དཀོན་ནོ་མཚམས་འཇོག་ཡེད་རྒྱུ། འདིའི་ནང་ནས་འཛིན་བཟུང་བའི་དཀོན་ནོ་འདི་མཚམས་འཇོག་ཡེད་རྒྱུ། དེའི་མི་ཚིག་གི་སོང་ནས་བྱུང་བའི་ད་བོ་ཟུང་ཟིག་གི་ཞིག་ནང་ང་ཡོང་བའི་བ་གོ་མེད་ནོ་འདི་ཚོ་ཐམས་ཅད་པོ་འདི་ཚོ་མཚམས་འཇོག་ཡེད་ནས་བྱུང་བའི་འདི་ཞིག་གི་རྒྱལ་བ་རིན་པོ་ཆེ་གི་སྐུ་འཚོབ་འདྲ་མཉམ་གཅིག་ཏུ་ཡོང་ནས་བྱུང་བ་དེ་བཞག་གི་དང་ད་ཇི་ཁ་ཟིག་ཡིན་ཏེ་བྱུང་བ་དེ་བཞག་གི་འོ་དུད་འདྲ་རྒྱལ་བོའི་ཉིན་ཕུད་ཀྱི་སྒོ་ནས་བྱུང་བའི་རྒྱ་དང་འོ་ལུ་གཉིས་ལ་ཕམ་པ་ཡོད་པའི་སྒོ་ནས་བྱུང་བའི་དང་འགྲིག་མཐུན་ཡོང་ནས་རྒྱལ་བ་རིན་པོ་ཆེ་ཕྱི་ལ་གདན་འདྲེན་ཞུ་རྒྱུ་འདི་དང་ཕྱི་ཟེར་ན་དང་མང་ཚོགས་མང་ཟིག་གི་དང་རེ་བ་རུ་འདོད་པ་རེད། རྒྱ་མགོན་རིན་པོ་ཆེ་གདན་འདྲེན་ཞུས་ནས་ཕྱི་ལ་ཡོང་ཐུབ་སོང་བ་ཡིན་ན་འོ་རྒྱ་གཉིས་ཀ་གཅིག་མཐུན་གི་སྒོ་ནས་གནད་དོན་འདི་ཐག་ཆོད་སོང་བ་ཡིན་ན་དང་ཞི་བདེ་མི་ཡོང་རྒྱག་གཅིག་ག་ཡོད་བ་མ་རེད། འོ་ད་ང་ཚོ་ཚང་མ་གི་ལྟ་སྤྱོད་རྒྱལ་བ་རིན་པོ་ཆེ་དང་དབོན་ཆེན་རིན་པོ་ཆེ་རེད། རྒྱལ་བ་རིན་པོ་ཆེ་དང་དབོན་ཆེན་རིན་པོ་ཆེ་གཉིས་ཀ་མ་ལ་པིས་ནས་བྱུང་བ་དེ་བཞག་གི་བྱུང་བ་མཐུན་སྒྲིལ་མ་ཡོང་བ་ཡིན་ན་ང་ཚོ་བོད་མི་ས་ཡ་གཅིག་ལ་མཐུན་སྒྲིལ་ཡོང་ས་སྐྱེ་ཡོང་བ་མ་རེད། འོ་ད་རྒྱལ་བ་རིན་པོ་ཆེ་མཐུན་སྒྲིལ་གྱིས་དཔོན་ཆེན་རིན་པོ་ཆེ་མཐུན་སྒྲིལ་གྱིས་ང་ཚོ་ཚང་མ་འདི་མཐུན་སྒྲིལ་ཡོང་ནས་བྱུང་དོན་དུ་འགྲིག་སོང་བ་ཡིན་ན་འོས་སམ་མང་མང་ཨ་ད་འདི་བཏང་ན་ད། ད་ལོ་གི་ཟླ་བ་གཉིས་པ།